གཞིས་ཆགས་ཁག་ནང་ལོགས་ལ་ཡང་ད་ང་ཚོ་སྡེ་ཚན་གལ་ཆེ་ཤོས་ཀྱི་མཉམ་འབྲེལ་ཁག་དེ་ཆགས་ཏེ་ཡོད་རེད། ཨ་མཉམ་འབྲེལ་ཁག་དེ་མཉམ་འབྲེལ་ཁ་ཤས་ནི་ཡག་པོ་ཞེ་དྲག་ཡོད་ཀྱི་རེད། མཉམ་འབྲེལ་ཁ་ཤས་ནི་གང་ལག་ཅིག་ལ་བར་ལམ་ཅིག་ལ་ཡང་སྐད་ཆ་འདྲ་མི་འདྲ་མང་པོ་ཞིག་གོ་ཡག་འདུག་དེ་ཡིན་དེ་ག་ནི་མཉམ་འབྲེལ་དེ་ཚོའི་ཐོག་ལ་ཡིན་པ་ཡིན་ན་ད་ད་ལྟའི་ཆ་ལ་གནས་སྟངས་ག་འདྲས་ཆགས་ཀྱི་ཡོད་ན། ཕྱི་ཡོང་ནས་མཉམ་འབྲེལ་རེ་རེ་རེ་རེ་གི་གནས་སྟངས་ཁ་ཁ་ཡོད་རེད་གང་ལྟར་གཞིས་ལས་ཁང་དང་མཉམ་འབྲེལ་གཉིས་ཁ་ཁ་བཟོས་པ་ནས་བྱས་རྗེས་ད་ལོ་མང་པོ་ཞུ་ཅིག་ལོ་ཉི་ཤུ་ལྷག་ཅིག་འདུག་བཞིན་འགྲོ་གི་ཡོད་རེད། མཉམ་འབྲེལ་ཁག་གཅིག་ནི་ཚགས་ཚུད་པོ་ཡོང་གི་ཡོད་རེད། མཉམ་འབྲེལ་ཁག་གཅིག་ནི་ད་ཚགས་ཚུད་པོ་ཡོང་གི་ཡོད་མ་རེད། དེའི་སྒང་ལ་ལྐོག་ཟ་རུལ་སུངས་ཀྱི་གནས་ཚུལ་ཡོང་གི་ཡོད་རེད། ད་སྦ་མདའ་རག་གི་གནས་ཚུལ་དེ་གཅིག་བྱུང་པ་རེད། ད་བལྟས་ཚུལ་ལས་གནས་ཚུལ་དེ་དུས་ཚོད་བྱུང་ཡས་དེ་དུས་ཚོད་གཅིག་པ་ཅི་ཆང་འདྲ་བོ་ཅིག་བྱུང་ཤག་ཉིས་སྟོང་རྩ་གཅིག་ནས་ཕྱིན་ནས་རྩ་བཞི་པ་ར་ལ་འབུམ་བདུན་ཅུ་ཅིག་གི་གནས་ཚུལ་ཅིག་སླེབས་བསྡད་ཡོད་རེད། ད་འདི་གའི་དེ། ད་སྤྱི་མཐུན་མཉམ་འབྲེལ་དང་མཉམ་དུ་སྐད་ཆ་ཡག་པོ་བཤད་བྱས་མ་འོངས་པ་འདི་ད་ཐ་མ་མང་པོ་ས་གནས་དམའ་ཅག་ན་མ་གཏོགས་ད་རིང་ཀོ་རེ་སྐྱབས་ས་ཚང་མ་ལོག་ལེ་ཡ་ཨ་ནི་འགན་འཛིན་ལྷན་ཚོགས་ཀྱི་ལས་འགན་འདི་གལ་ཆེན་པོ་ག་ག་ཞིག་མེད་ཨ་ཉིན་རེ་ཉིན་རེ་གི་ད་ཅིག་ས་གནས་ལེ་ཡ་མཉམ་འབྲེལ་གྱི་ལས་དོན་བྱེད་ཕྱོགས་ཀྱི་སྟངས་འཛིན་བྱེད་མཁན་དེ་མཉམ་འབྲེལ་འགན་འཛིན་ལྷན་ཚོགས་ཆགས་ཀྱི་ཡོད་རེད་མ་གཏོགས་ཅིག་གིས་ད་ལྟའི་འགྲོ་སྟངས་ཀྱི་ཐོག་ནས་ནང་སྲིད་ལས་ཁུངས་ཀྱིས་རོགས་སྐྱོར་བྱེད་དགོས་པ་དེ་བྱེད་ཀྱི་ཡོད་རེད་ད་མཉམ་འབྲེལ་ཟབ་སྦྱོང་སྤྲད་དགོས་ད་ཅིག་བྱེད་དགོས་ད་འདི་ཚང་མ་བྱེད་ཀྱི་ཡོད་རེད་མ་གཏོགས། འཛིན་སྐྱོང་དེ་མཉམ་འབྲེལ་སོ་སོ་སོ་གིས་གནང་གི་ཡོད་རེད་དེའི་སྒང་ལ་སྤྱི་ཡོངས་དེ་ད་སྤྱི་མཐུན་མཉམ་འབྲེལ་འདྲ་བོ་བྱེད་ནས་ཐོག་མ་དེ་བ་ཡིན་ན་ཨཱ་ནི་མཉམ་སྒྲུང་རྫོང་ཡིན་པ་ཡིན་ནས་ཕར་ཚུར་གནས་སྤོས་བཏང་ཡ་ཡོད་བ་སོ་རེད་བར་དུ་དེ་བ་སྤྱི་རེད་ད་ལྷག་བ་སུ་རེད་བྱེད་བྱེད་ཨཱ་ནི་ནང་ཞིབ་མཛོད་དགེ་ཚན་ལྡན་ཏག་ཏག་ཅིག་འགྲོ་ཐུབ་ཀི་ཡོད་དམ་མེད་དེ་འདྲའི་གི་གནས་སྟངས་ནང་ཞིབ་ཚན་ལྡན་ཅིག་འགྲོ་ཐུབ་བ་འདྲ་བོ་བྱེད་ནས་རྙོག་དྲ་ཅིག་ཡོད་པ་ཡིན་ན་དངོས་ནས་ཧ་གོ་ཐུབ་ཀི་རུ་བ། དེ་ཚོ་གིས་ད་ལྟ་མཚན་ལྡན་ཡོད་མེད་དེ་ལྟ། ཁ་སང་ཀོ་ར་བརྒྱབ་ཆེད་ད་ས་གནས་མང་པོ་ཞིག་ཀོ་ར་བརྒྱབ་དཀའ་ངལ་མང་པོ་ཞིག་མཐོང་ཆེད་ཡར་སླེབས་ནས་ཨིན་གོ་བསྡུར་བྱེད་པ་རིམ་པ་གནང་རོགས་ལ་ང་ཚོ་བཞག་ཡོད་བྱས་ནས་དེ་ཞུ་བ་ཡིན་ཨིན་ས་གནས་ག་ཤེད་ལ་ནི་ད་མཉམ་འབྲེལ་དགུ་ཡོད་ན་མེད་ན་བསམ་ཚང་སུ་འགྲོ་བསྡུ་འདྲེ། དངོས་ཡོད་ཀྱི་དགོས་མཁོ་འདུག་དང་མི་འདུག་ཨ་ནི་སྒྲིག་འཛུགས་དེ་གའི་དེ་ཉག་ཚ་བས་ཞུ་ལ་རྒྱ་གར་གཞུང་གི་ཁྲིམས་དང་སྒྲིག་གཞི་གཞི་བཟུང་ཏག་ཏག་བྱེད་ནས་ང་ཚོ་འགྲོ་ཐུབ་ཡ་ཡ་འདི་ཚོ་བྱེད་མ་ཐུབ་ན་ཨ་ནི་དེབ་སྐྱེལ་བྱེད་བྱ་བའི་ཚོགས་པའི་མིང་བརླག་འགྲོ་བའི་དང། ཕྱི་ངོས་ལན་ཆོས་ཡ་ཡིན་པ་ཡིན་ན་ད་ཕྱི་ངོས་ལན་ཆོས་ཡ་གི་དེབ་སྐྱེལ་སྒྲིག་འཛུགས་དཔེ་མང་པོ་འདུག་རྒྱ་ལྷ་སུ་ཞིག་འདུག་དེ་གས་ཚང་མ་ལོ་དཀའ་ངལ་ཡང་འཕྲད་པ་ཡིན་ན་ང་ཚོ་ཚང་མ་ལོ་ཡང་བརྟག་པ་ཞིག་འདུག་ཨ་འོན་དེ་འདྲའི་གི་གནས་སྟངས་གས་ཡོང་གི་འདུག་ཞེས་ནི་ད་སྤྱི་ཡོངས་ཀི་དྲི་བ་བཏང་པས་སོང་ཙང་དེ་འདྲའི་ཞུས་ན་བསམ་སོང། མཉམ་འབྲེལ་དང་གཞིས་ཆགས་ལས་ཁུངས་གཉིས་གཅིག་གྱུར་འགྲན་བསྡུར་དང་གཉིས་ཀྱི་ཆ་འགྲིག་འཛུགས་བྱེད་ཀྱི་འདུག་པས་ནི་འགྲིག་མ་རུང། གཉེར་འདོན་གྱི་ལས་ཀ་བྱེད་ཅིང། དཔེར་ན་དཔེ་མཚོན་འདྲ་པོ་ཞིག་ཞུ་འོས་ན། ད་ལྟའི་འདིར་ནི་ཡང་བསོད་ནམས་ཀྱི་ལས་ཤིག་ཐོག་ལ་ཡང་ནང་སྲིད་ལས་ཁུངས་ཞི་དྲག་ཡག་པོ་གནང་འདུག་བ་དེ་རང་ཡིན། ཡིན་ནས་འདི་མཐའ་མ་བབས་ས་དེ་ག་བ་ཐོག་ལ་བབས་ཀྱི་རེད་ཟེར་ན། མཉམ་འབྲེལ་རྒྱལ་ཁའི་ཤེས་རྟགས་མང་ཚོགས་དེའི་ཐོག་ལ་བབས་བསྡད་ཡོད་རེད་བ། དེའི་དུས་ཟེར་ན་དེའི་འབྲེལ་བ་དེ་དམ་ཟབ་ཡོང་དགོས་ཡ་དེའི་ཐོག་ལ་ཡང་ཡག་པོ་ཞིག་མ་གནང་མ་ཐུབ་ཡིན་ན། དེ་ག་ལ་དགའ་པོ་ཆགས་ས་རེད་བསམ་གྱི་འདུག། ད་ང་ཚོས་འདི་བསམ་བློ་མ་བཏང་བ་དེ་ལས་གལ་མ་རེད། བསམ་བཏང་ཆེད་དཔེར་ན་ཁྲིམས་དང་སྒྲིག་གཞི་གི་ཐོག་ནས་ས་གནས་འགོ་འཛིན་དེ་མཉམ་འབྲེལ་གྱི་འགན་འཛིན་ལྷན་ཚོགས་སྔས་མ་ནས་བཞིན་མཉམ་འབྲེལ་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ལ་ཡང་བལྟས་ཆོག་གི་ཡོད་དང་མེད་དང་དེ་ཚོ་ལྟ་ཡོད་དུས། མཉམ་འབྲེལ་འགན་འཛིན་ལྷན་ཚོགས་བྱེད་པ་ལ་ཤེས་རྟགས་ཡིན་དགོས་ཀྱི་འདུག་ཤེས་རྟགས་མེད་པ་ཡིན་ན་ཡང་མཉམ་འབྲེལ་གྱི་སྒྲིག་གཞི་དང་ཏག་ཏག་བསྡད་ཀྱི་མི་འདུག་ད་ས་གནས་འགོ་འཛིན་དེ་གའི་དེ་ལོ་གཉིས་གསུམ་བཞི་དེ་འདྲ་ནས་འགྱུར་བ་ཐེབས་འགྲོ་གི་ཡོད་རེད། དེ་གའི་དེ་ཡང་སྒྲིག་འཛུགས་ཀྱི་ངོ་བོ་ཐོག་ནས་བྱ་ཡ་འགྲོ་གི་དེ་འདྲ་ཡོད་ན་མེད་ན་མི་འགྱུར་བ་ཐེབས་པ་ཡིན་ནས། སྒྲིག་འཛུགས་ཀྱི་ངོ་བོ་ཐོག་ནས་མ་ཤེས་རེ་བ་ཅིག་བཞག་བྱས་ཨེ་ནུས་ཡང་ཡུལ་ཁྲིམས་དེ་མཐུན་པ་བྱེད་དེ་འདྲའི་ལང་ཀ་ཡོད་ནམ་ཡང་དེ་ཚོ་རྩད་གཅོད་བྱས་དང་བྱེད་བཞིན་པ་ཡིན་དེ་མིན་ན་ཨེ་ནུས་གཞན་པ་དང་མཉམ་དུ་ལས་ཀ་བྱས་དེ་ཁ་ཕོ་ཆགས་འགྲོ་གི་འདུག་ཡིན་ནའི་ས་གནས་ཚང་མ་ལོག་ལ་ཡང་མཉམ་འབྲེལ་དང་གཞིས་ལས་ཁང་གི་འབྲེལ་བ་དེ་གཅིག་པ་ཆགས་ཀྱི་ཡོད་མ་རེད་ཁ་ཅིག་ལ་ནི་མཉམ་འབྲེལ་དང་གཞིས་ལས་ཁང་གཉིས་ཀ་མཐུན་པོ་བྱས་རྗེས་ཨེ་ནུས་ཚ་ཚ་འུར་འུར་གང་ལ་ཡང་ཡག་པོ་འགྲོ་ཐུབ་ཡ་དེ་འདྲས་ཡོང་གི་འདུག་ཁ་ཅིག་ལ་ནི། ཡང་མཉམ་འབྲེལ་མཉམ་འབྲེལ་ཁ་ཁ་བྱེད་མཉམ་འབྲེལ་འགན་འཛིན་ལྷན་ཚོགས་ང་ཚོ་ང་ཚོ་ཡིན་ཟེར་ལབ་ཡོད་དཔེར་ན་ངས་གཞིས་ཆགས་དེ་བ་ལ་ལབ་ཡོད། ས་ཆའི་བདག་དབང་དེ་མང་ཆེ་ཅིག་མཉམ་འབྲེལ་གྱི་ཆ་དེ་ཡོད་དུས་ཚང་པ་ལ་ཨ་ནི། མི་མང་སྤྱི་པའི་དོན་དག་ལས་ཡ་མཚོ་གང་གཞིས་ཆགས་དགོས་དགོས་ནས་གར་ཆུ་དགོས་དགོས་ནས་ས་ཆ་དེ་སྤྲད་མ་སྤྲད་ཀྱི་གནས་སྟངས་འདྲ་བོ་དེ་འདྲའི་སྟངས་དེ་འདྲའི་སྐད་ཆ་དེ་འདྲ་ཡོང་དུས་དེ་ང་ཚོའི་མཉམ་འབྲེལ་གྱི་རེད་དེ་གཞིས་ལས་ཁང་གི་རེད་ཟེར། གཞིས་ལས་ཁང་ཡིན་ནའི་མི་མང་གི་ཆེད་དུ་རེད་མཉམ་འབྲེལ་ཡིན་ནའི་མི་མང་གི་ཆེད་དུ་རེད་ཨ་ནི་མི་མང་གི་ཆེད་དུ་གར་དགོས་ཀྱི་ཡོད་པ་ཡིན་ན་དེའི་ཆེད་དུ་ས་ཆ་བེད་སྤྱོད་མ་བཏང་བ་ཡིན་ན། ས་ཆ་གཞན་པ་ག་བ་བེད་སྤྱོད་གཏང་དགོས་རེད་ཞུས་ནས། དེ་ཚོ་ཡན་ཆད་ནས་ད་ལབ་བསྡད་ཀྱི་ཡོད། དེ་ཡིན་དུས། ཁོ་སྤྱི་པ་ལ་བསམ་བློ་གཏང་དགོས་དགོས་ཡིན་ན་ཕྱོགས་ཚང་མས་བསམ་བློ་གཏང་དགོས་ཀྱི་རེད་མ་གཏོགས་མཉམ་འབྲེལ་མཉམ་འབྲེལ་ཡིན་ཟེར་ལབ་བྱས། ཨ་ནི་ས་ཆ་བཏང་བ་དང་དེ་གའི་ཚང་མ་ལོག་གཞན་པ་ལ་ཡང་བེད་སྤྱོད་བཏང་མ་བཅོལ་བ་བྱས། མཉམ་འབྲེལ་གྱི་ཁང་པ་ཡོད་བསྡད་པ་དེ་ག་དེ་ད་མང་པོ་ཅིག་རྙིང་པ་ཆགས་ཆེ་ཨ་ནི་བཟོ་བཅོས་རྒྱ་ཡིག་གི་དངུལ་མེད་པ་བྱས་བྱས་འདུག་བྱས་ནས་ལྷག་བསྡད་པ་དེ་འདྲའི་མང་པོ་བྱུས་ཡོད་རེད། ཨ་ནི་ཡང་ས་ཕྱོགས་ཁ་ཤས་ལ་ཁང་པ་ཡོད་གི་ཡོད་གི་ལ་ཡང་ང་ཚོ་དངུལ་ཁང་ལ་གཡས་ལ་ཁང་པ་གཞན་པ་ཞིག་དགོས་གི་འདུག་རྒྱབ་དགོས་གི་འདུག་ཟེར་ད་ཁང་པ་ཕལ་སྐད་སྟོང་པ་འདུག་དེ་ག་རེ་བྱས་ནས་བེད་སྤྱོད་གཏང་གི་མེད་ཟེར་ཟེར་བ་དེ་འདྲའི་གནས་ཚུལ་འདྲ་པོ་དེ་འདྲའི་གི་ཡོང་གི་འདུག་དེ་འདྲའི་གི་གནས་སྟངས་རེད་བྱས་ད་མ་འོངས་པ་གང་ལྟར་འགན་ཆེ་ཤོས་དེ་མཉམ་འབྲེལ་འགན་འཛིན་ལྷན་ཚོགས་སུ་སོ་སོས་ཀྱིས་འཁྱེར་དགོས་ཡ་དེ་ད་ནན་བརྗོད་ཡང་ནས་ཡང་དུ་བྱེད་ཀྱི་ཡོད་གལ་སྲིད་ན་མཉམ་འབྲེལ་འགན་འཛིན་ལྷན་ཚོགས་ཟེར་ཡ་དེ་ཆེད་མངགས་འགན་འཛིན་ལྷན་ཚོགས་ཟེར་ཡ་དེ་ཨ་ནི་ཕེ་ཁེ་མཉམ་འབྲེལ་གྱི་ལས་ཀ་བྱེད་མཁན་ཚོ་ལ་ཡ་སྟངས་འཛིན་བྱེད་ཡ་རུ་བ་དེ་ཡིན་དུས་བསམ་པ་ལ་དེ་ད་ད་པེ་ན་ཀུ་རེ་སྤྱི་འཐུས་གཅིག་ད་ད་སོང་ཟིག་སྙན་ཐོ་གནང་ལོ་ལ་ཡ་མ་ཚ་ཁུངས་སྐྱེལ་ད་དེ་གས་ཚང་མ་འདུག་ཟེར་ཤུ་གུ་གནང་ལོ་ལ་ད་ག་རེ་ཡིན་ནས་ཡོང་སྲིད་ཀྱི་རུ་བ་ད་ཕེ་ཁེ་ལ་དོ་བདག་ཞུ་དག་ད་མཁན་འདྲ་བོ་འགྲོ་མཁན་དེ་ཚོ་གིས་ཨ་ནི་ཤོ་གུའི་ནང་ལ་ཡོད་པ་ནང་བཞིན་བྱས་ནས་བཟོ་ཡིན་པ་ཡིན་ན་བཟོ་ཏག་ཏག་འདུག་མི་འདུག་དེ་ལྟ་དགོས་ཀྱི་ཡོད་རེད་ཨ་ནི་དངུལ་ཁང་ནང་ལོགས་ལ་དངུལ་ཡོད་ཟེར་ཡ་དེ་དངུལ་ཁང་ནང་ལོགས་ལ་དངུལ་ཏག་ཏག་འདུག་མི་འདུག་དེ་ལྟ་དགོས་ཀྱི་ད་གཙོ་བོ་དེ་འདི་ལྟ་ཐུབ་པ་ཡིན་ན་ཨ་ནི་དངུལ་རྐུ་མ་ཤོར་འདུག་མི་འདུག་དེ་ཚང་མ་ཧ་གོ་ཡོང་གི་རེད་བ་མང་པོ་གཅིག་ཨ་ནི་ལག་པ་ལ་དངུལ་མང་པོ་ཡོད་འདུག་ཨ་ནི་བཟང་ངམ་འདི་སྐད་བྱས་ཨ་ནི་དེ་འདྲས་ཀྱིས་དངུལ་ཁང་ནང་ལོགས་ལ་ཡ་དངུལ་མ་བཅུག་པ་བྱས་རྗེས་དཔེར་ན། པེ་ཏྲོལ་པམ་སོགས་རོལ་ཅིང་ཉི་མ་རེ་རེ་རེ་ལ་ཡར་དངུལ་སྤྲད་ཡ་དེ་ཁོ་གྲ་རྒྱས་རྒྱུ་ནས་མ་སྤྲད་པ་ཡིན་ན་དངུལ་རྐྱང་སྤྲད་དགོས་ཀྱི་དོན་ལག་པ་ལ་དངུལ་མང་པོ་ཞུགས་ཤག་ཚོགས་པ་སྤྱི་འཐུས་འཛུགས་ཡིན་པ་ཡིན་ནས་ཚོགས་པ་དངུལ་མང་པོ་ཡོད་ན་ནི་ཉོར་མ་ང་ཡོད་ག་དུས་ནས་ཁོ་ཡོད་པ་དེ་གས་དེ་ཁོ་བེད་སྤྱོད་བཏང་གི་བཏང་གི་བྱས་ནས་མི་མང་ལ་ཕན་ཐོག་ཡ་བེད་སྤྱོད་བཏང་ཡ་ཁོ་ས་ཡ་གི་དགོས་ཡ་གི་གནས་སྟངས་ཅིག་ཡོད་པ་ཡིན་ན་དེ་རེད་མ་གཏོགས་ཅིག་གཞན་པ་མི་མང་གི་ཆེད་དུ་བེད་སྤྱོད་བཏང་དགོས་ཀྱི་ཡོད་རེད་བ་འོང་དེ་ཚོའི་ཕྲན་ག་དེ་བྱས་དགོས་ཡ་རེད་ད་ད་ལྟ་མཉམ་འབྲེལ་གྱི་ཀ་མེད་དུ་ཞུས་དང་ཞུས་པའི་ཞུ་བཞིན་པའི་སྐབས་ལ་ཡ་ང་ནི་གཟབ་གཟབ་བྱེད་དགོས་པ་གཅིག་འདི་ད་ད་ལྟ་མཉམ་འབྲེལ་ཚོགས་སྡེ་ཡག་ཚང་མ་ལོ་མི་མང་གི་ཡག་དངུལ་བཅོལ་ཤོར་བ་རྐྱང་རྐྱང་བྱེད་ཁང་ཚོགས་སྡེ་ཡག་རེད་དེ་ཡིན་དུས་ཨ་རིའི་ས་གནས་ག་ཤེད་ལ་ཡག་ཁུ་རོར་སུམ་ཅུ་སོ་དགུ་དེ་འདྲ་ཡག་རེད་མཉམ་འབྲེལ་གཅིག་སི་ལ་དེ་ལས་དུ་དངུལ་འབོར་ཆེན་པོ་རེད་དེ་ཚོ་ཐད་ཀ་དེ་འགན་འཛིན་ལྷན་ཚོགས་ཀྱི་སྟངས་འཛིན་ཡག་པོ་མ་བྱེད་པ་ཡིན་ན་ཨ་རིའི་ད་ལྟ་ས་གནས་གཉིས་ལ་གནས་ཚུལ་ཆགས་པ་ན་གཞན་ཕྱེད་ནས་ཡང་ཆགས་ཡོང་པ་ཡིན་ན་ཨ་རིའི་དཀའ་ངལ་ཆེན་པོ་ཆགས་འགྲོ་གི་རེད་བཞིན་དེ་ཚོ་ད་ག་འདར་གོ་སྟངས་འཛིན་གྱི་བྱ་ར་སྟངས་འཛིན་བྱེད་ཡག་གི་ལམ་ལུགས་ག་འདྲའི་ཟུག་གུ་གུ་ཡིན་ན་ང་ཚོའི་ནང་གཤིས་དང་མཉམ་དུ་གོ་བསྡུར་ཞུ་གི་ཡིན་ནི་རེད་ཁ་ཆེའི་ནང་སྲིད་དྲུང་ཆེ་ད་གས་ཉེ་ཆར་མེའོ་ཆོན་པེ་ལིན་ལ་བྱང་ཤར་ཁུལ་ལ་མཉམ་འབྲེལ་གྱི་ཚོགས་ཆེན་དེ་སྐབས་ལ་བཅར་ནི་ད་ལྟ་དཀའ་ངལ་གར་གར་འཕྲད་ཀྱི་ཡོད་པ་དང་མ་འོངས་པ་མ་འཕྲད་ཡག་གི་ལམ་སྟོན་ཞུ་དགོས་དེ་གས་དེ་སྤྱི་འཐུས་མཉམ་འབྲེལ་དང་མཉམ་འབྲེལ་གྱི་ཚོགས་འདུ་ནང་ལོ་ལ་ཡང་ཞུ་དགོས་དེ་ཆ་ཚང་ཅིག་ཞུས་ཟིན་ཤག་ཞེས་ནི་དེ་ཞུ་ཡ་ཡིན་ཨ་ནི་མ་འོངས་པ་དང་གི་ངས་གོང་དུ་ཞུས་པ་ནང་བཞིན་བྱས་ནས་ནང་ཞིབ་འདི་ཚོ་ཡང་ཆེ་ཡང་ཆེ་འགྲོ་ཡ་འདྲ་བོ་བྱོས་པ་ཡིན་ན་ཨ་ནི་དངུལ་གནས་གནས་བབ་འདི་ཚོ་དང། ལྐོག་ཟ་འདི་ཚོ་བྱས་ཡོད་མེད་གི་གནས་སྟངས་འདི་ཚོ་ཧ་གོ་ཡ་ཆེ་རེད་བྱས་ནས་འདི་གི་ཞུ་ཡ་ཡིན་ད་མཉམ་འབྲེལ་དང་ས་གནས་འགོ་འཛིན་ལས་ཁུངས་འདི་ཚོ་འགྲན་སྡུར་བྱས་སྐད་ཆ་རྩ་བ་ཉིད་ནས་མ་རེད་གལ་སྲིད་དེ་འདྲ་བྱེད་གི་ཡོད་པ་ནི་ནོར་འདེད་གི་ཡོད་རེད་ང་ཚོ་ཚང་མ་ལོ། མཉམ་རུབ་བྱས་ནས་མི་མང་ལ་ཞབས་ཕྱི་ཞུ་དགོས་གི་ཡོད་རེད་དེ་ཡིན་དུས་བསམ་པ་བསམ་བློ་འདི་ཁྱེད་ནས་བྱས་ཐུབ་པ་ཡིན་ན་ཨ་ནི་ང་ཚོ་རྩོད་པ་ཤོར་དགོས་ཡ་དང་དེ་འདྲའི་གལ་ཡོད་མ་རེད་བྱས་ནས་འདི་ཞུ་ཡ།